ད་རེས་ཟླ་འུ་དྲུག་པའི་གི་ཚེས་བཞི། བདེན་བཞིའི་ཆོས་འཁོར་བསྐོར་ཡི་དུས་ཆེན་འདི། རྩིས་བསྟན་ཚེ་ལོ་བརྒྱ་པའི་གི་གདུལ་བྱ་འདི་སུ་ལུ་རྒྱལ་བ་གཞན་ལས་ཐུགས་རྗེའི་ཆེ་ཆེར་ལྷག་པ། རྒྱལ་བ་རྫོགས་པའི་སངས་རྒྱས་ཤཱཀྱ་ཐུབ་པ་མཆོག་གིས། སྙོན་རྒྱུད་དུས་ན་རྒྱལ་པོ་རབ་གསལ་གྱི་སྐྱེས་བུ་བཞི་པའི་སྐབས་སུ་ལུ་དང་པོ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད། གཉིས་པའི་ཤིང་རྟ་འགྲིམ་པའི་གྲུ་གཟུགས་སྐྱེས་བུའི་སྐབས་སུ་ལུའེ་དང་པོ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད།

དགའ་ལྡན་གྱི་ལྷ་ཡི་ཡུལ་ལོ་ལྷ་ཡི་བུ་དམ་པ་རྟོགས་དཀའ་བའི་སྐལ་བ་བཞི་བཞིན་ལས་འཛམ་བུ་གླིང་གི་སེམས་ཅན་འདི་སུ་བསྡུས་ཡིད་ཀྱི་དུས་ལུགས་བབ་འདི་བས། འཛམ་གླིང་ས་ཡི་ལྟེ་བ་རྒྱ་གར་རྡོ་རྗེ་གདན་གྱི་ཉེ་འདབས་རྒྱ་གར་གྱི་གྲོང་ཁྱེར་གསེར་ལྕགས་ལུགས་རྒྱལ་པོ་ཟས་གཙང་གི་སྲས་རྒྱལ་སྲིད་དོན་གྱི་འགྲུབ་པའི་སྐྱེས་བུ་བཞི་དགུང་ལོ་ཉི་ཤུ་རྩ་དགུ་ཚུན་ཚོད་ཀྱི་ནང་ཁྱོད་ལུགས་བཙུན་མོ་བཞིས་འདི་བས་རྒྱལ་བུས་རྒྱལ་བའི་རྒྱལ་སྲིད་ཅུང་བཞུགས་པའི་གི་སྐབས་སུ་ལུགས་ལྷ་ཡི་རུས་མིག་གི་དགྲ་ལས། དཀྱུས་མ། ཕྱི་མའི་མྱ་ངན་མེད་པ་སངས་རྒྱས་ཞིམ་སྣང་སེ། སྐོམ་པའི་རབ་གདུང་བདུད་རྩིའི་ཚིམ་བྱ་ཤིང་སེ། དམ་པའི་ཆོས་ཀྱི་སྐོམ་པའི་གདུང་ཡིན་གྱིས་གདུལ་བྱ་དེ་སུ་ལུ་དམ་པའི་ཆོས་ཀྱི་བདུད་རྩི་གྱིས་ཚིམ་གོ། སྙུན་གྱི་རྨི་ལམ་ཚིག་མཆོག་དྲན་གྱིས་བརླག་སེ། སྙུན། ཆོས་རྭ་གྱི་དེ་ཐུབ་མིན་སྣང་མེད་ཀྱི་ཚིག་དུས་སུ་དྲན་ཤེས་ན། གྲོང་ཁྱེར་འདི་ནི་མྱུར་དུ་སྨྱོན་པར་འབྱུང། སྲས་གྲོང་ཁྱེར་འདི་ག་ལས་དེ་ངེས་པར་འབྱུང་བདེ་བའི་ཆུ་ལུད་ཆོས་འགོ། སྲས་དཀྱུས་མ་དེ་བས་མཛེས་པ་བཞིན་དུ། དེ་རྒྱ་གར་གྱི་གྲོང་ཁྱེར་སེར་སྐྱ་ལས་ངེས་པར་འབྱུང་བདེ་བའི་ཆུ་སྟེ་རྣམ་དག་གྲོང་ལུད་ཆོན། རང་གི་དབུ་སྐྲ་ཉིད་ཀྱིས་བསིལ། ཆུ་མོ་ནད་ར་རྫ་ནི་ལུད་ཆོན། ལོ་དྲུག་གི་བཀའ་བ་གཅིག་དཀའ་ཐུབ་ཐིག་ལེ་བཞེངས་འདུས་པས་རྒྱ་གར་རྡོ་རྗེ་གདན་དུ་བྱོན། འདས་པའི་སངས་རྒྱས་གསུམ་སྙོམས་པར་རྫོགས་པ་སངས་རྒྱས་པའི་རྟེན་བྱང་ཆུབ་ཀྱི་ཤིང་གསུམ་ལུ་ཀོ་ར་ནག་བཏེགས་པའི་བྱང་ཆུབ་ཀྱི་ཤིང་བཞི་པ་ལུ་ཙྪ་ཡི་གདན་བཏིང། སུས་ལ་འདུས་མ་བྱས་བ་དུང་ཕྱུར་གྱི་མཎྜལ་བརྒྱད་བསྡུས་པས་རྒྱལ་བ་རྒྱལ་བ་ཞེས་པའི་གི་མཚན་ཐུགས། ནམ་གུང་ལུ་བསམ་གཏན་བཞི་པའི་རབ་མཐའ་ལུ་གཏན། རྟེན་འབྲེལ།

འཇིག་རྟེན་ཀུན་ལ་གཉིས་བརྩེ་མཐའ་ཡས་པ། གཞན་གྱིས་གསོལ་བ་བཏབ་ན་ང་མི་སྡུད། སྐྱེ་བོ་འདི་ཀུན་ཚང་ལ་དད་པ་དེ། དེས་གསོལ་བ་བཏབ་ན་འཁོར་ལོ་བསྐོར། ད་འཇིག་རྟེན་གྱི་སྐྱེ་བོ་ཀུན་ལུས་དེ་གཉིས་བརྩེ་བ་མཐའ་ཡས་པ། ཡུལ་སེམས་ཅན་ཐམས་ཅད་ལུས་ཆུ་གཏེ་གཉིས་དབྱིངས་སྡུད་པའི་རུ། ཆུ་དེ་གཞན་གྱིས་སུས་བཏབ་པ་བྱིན་སྔགས་ཀྱི་དེ་ཆུ་ཀྱི་འཁོར་ལོ་མི་བསྐོ། དེའི་སྐབས་སུ་ཀླུ་འཇིག་རྟེན་གྱི་སྐྱེ་བོ་ཀུན་དགའ་ར་དེ་ད་ཚངས་པ་ཀླུ་དད་པ་འདུག་ཟེར་དེ་གིས་སུས་བཏབ་འབྲོག་ཆུ་བོ་བ་བྱིན་མན་སྔགས་ཀྱི་ཆུའི་དེ་སུ་ཉིད་ཡིན་ཟེར་ཐུགས་དགོངས་དད་པའི་སྔགས་དེ་བཞུ་བའི་སྐབས་སུ་ཀླུ། སྟོང་གསུམ་མི་མཇེད་ཀྱི་བདག་པོ་ཚངས་པ་རྩུབ་ཤུལ་སྐྱེ་འདི་གའི་སྙུན་གཤེགས་ཀྱི་ཁྱི་འདུས་པའི། ཚངས་པའི་འཁོར་ལོ་འབུམ་ཕྲག་དྲུག་ཅུ་རྩ་བརྒྱད། ཁྱི་འདུས་པའི་སངས་རྒྱས་ཀྱི་སྐུ་འདུས་ལྕགས་ལབ་ཐལ་མོ་ལྗགས་འདུས་པའི། ཡེ་ཤེས་ཆེན་པོ་ཕྱོགས་ཀྱི་དཀྱིལ་འཁོར་བསྒྲུབ་གནས་ནི། ཕྱོགས་བཅུ་ཀུན་ཏུ་ཡུལ་ཟེར་རྣམ་པ་བསྐྱེད་མཛད་དེ། ཡེ་ཤེས་ཟེར་གྱི་མིའི་དཔལ་མོ་ཁ་བཅད་པདྨ་ཡི་ཉིན་མོ་དེ་རིང་སྤྱི་ལེ་བཏང་སྙོམས་བཞུགས། ཟད། སྙོམས་པར་རྫོགས་པར་སངས་རྒྱས། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཁོང་དུ་ཆུད་དེ་སྟེ། དེ། སེམས་ཀྱི་སྡེ་སྲོལ་ལུགས་དམ་པའི་ཆོས་གསུངས་ཤིང་ན། དེ། སེམས་ཀྱི་སྡེ་སྲོལ་གྱི། དེ། བློ་ཡི་པུས་མོ་ཁ་འབྱེད་དེ། དེ། མི་བཟད་པ། ག་ཅི་པའི་དེ། གདུལ་བྱ་བློའི་བཏང་བཏང་སྙོམས་པའི་ག་ཅི་པའི་བཞུགས་མོ། སེ། དེ་སངས་རྒྱས་ལུགས་ཆོས་གསུང་སྒོ་བརྒྱུད་དཀྱུས་མ་ཐེག་པའི་ཆུ་ཡིས། དེའི་སྐབས་སུ་བློས་སངས་རྒྱས་ཀྱིས་ཅང་མི་གསུང་བ་སྟེ་ཞལ་གྱི་བཞི་པོད་ཀྱི་ཚུལ་བསྟན་ན་ཡིན། དོ་རུ། སྟོང་གསུམ་མི་མཇེད་ཀྱི་བདག་པོ་ཚངས་པོ་གཙོ་ཕུད་ཅེས་འདི་སྐད། ལྷ་བརྒྱ་བྱིན་དྲུག་སུ་འདྲེན་ཤེས་ན། དེ་ཚངས་པ་ཀྱི། སྲས་ཀྱི་འཁོར་ལོ་རྩིབས་སྟོང་དང་ལྡན་པ་ཕུལ། ལྷ་བརྒྱ་བྱིན་གྱིས་དུང་དཀར་པོ་གཡས་སུ་འཁྱིལ་བ་ཕུལ་ཤིང་གནང། དེ་དང་བར་བརྒྱ་བྱིན་གྱིས་དེ་བས་སུའུ་སྟབས་ཀྱིས་ཀྱང། ཟླ་བ་ཉྭ་བ་གཟའ་ལས་ཐར་བ་ལྟར། ཁྱོད་ཀྱི་ཐུགས་ནི་རྣམ་པར་གྲོལ་བ་ལགས། ཚེ་གཡུལ་ལས་རྣམ་པར་རྒྱལ་བ་བཞེངས་སུ་གསོལ། འཇིག་རྟེན་མིན་པ་ཤེས་རབ་ཡུལ་ཀྱང་གསོལ། ཟེར་ཏེ་ཆོས་ཀྱི་འཁོར་ལོ་བཀོག་བཀོག་བརྒྱ་བྱིན་གྱིས་དེ་བས་སུའུ་སྟབས་དོ་རུ་ར་ཚང་བར་གྱིས། ཀུན་ཏུ་ཚལ་བར་གྱུར་པ་མཆིས་ལགས་ཀྱི། ཐུབ་པ་ཁྱོད་ཀྱི་ཆོས་ནི་བསྟན་དུ་གསོལ། ཟེར་ཏེ། ཆོས་ཀྱི་འཁོར་ལོ་བསྐོར་གནང་སྒོ་སྦས་ལྷ་ཚངས་པ་དང་བརྒྱ་བྱིན་གཉིས་ཕྱག་དེད་པས་གསོལ་བ་བཏབ་བས་ཀྱི་ངོ་ན་ལུས། སྟོན་པ་རྫོགས་པའི་སངས་རྒྱས་ཤཱཀྱ་ཐུབ་པ་མཆོག་གིས་ཚངས་པ་ང་ཡི་ཐ་བ་ཀུན། བཅོམ་ནས་ཚེགས་ཆེན་དགྱེས་གཏུགས་པའི། ཆོས་འདི་སྲིད་པའི་འདོད་ཆགས་ཀྱི། དཀྲིས་པའི་བདེ་བླག་རྟོག་མ་ཡིན། དང། སྔགས་ཀྱི་མཁྱེན་པའི་ཀྱི་ཆོས་འདི། ཏེ། སྲིད་པ་འཁོར་བ་ན་ཡོད་པའི་ཀྱི། སྐྱེ་བོ་འདི་སུ་ག་ར་སྲིད་པའི་འདོད་ཆགས་ཀྱི་དཀྲིས་འདི་པའི། དང་ཁོང་གིས་དེ་ཀྱི་དོན་འདི་རྟོགས་མི་གསུང་ནི་མེད། སངས་རྒྱས་ཏེ་དེ་བས་གསུང་ན་ཡིན། དེ་ལས་ལྷ་ཚངས་པ་ཀྱི། འཇིག་རྟེན་ན་ལུས་དབང་པོ་ཐ་མ་མ་ཟད་དབོན་པོ་འབྲིང་ཡིན་ད་དབོན་པོ་སྨྱོན་པོ་ཡི་ཡུས། དབོན་པོ་འབྲིང་པོ་བོ་དེ་སུ་གི་ངོ་ན་བེ་ཤི་ན། དེ་དེ་སུ་གི་ལོག་ལྟ་ཚངས་པས་གི་ཆོས་ཅི་སྟེན་བཀའ་དྲི་བཅང་ན་སེ་དེ་བས་གསོལ་བ་བཏབ་ན་ལུ་སངས་རྒྱས་ཀྱི། ཚངས་པ་མི་རྣམས་ལ་ནི་བྱ་ནོམ་ཆུས། གླན་བཀའ་མེད་ཚེ་མདོ་ཙམ་བཤད་པ་ར་བྱ་སེ། དེ། མདོ་ཚིག་ནི་དེ་བས་གི་ཆོས་དེ་གསུང་ན་ནི་བེ་དེ་བས་བཤད་གི་གཞི་ཅི་ཡིས། ལྷ་ཚངས་པ་དང་བརྒྱ་བྱིན་གཉིས་ཀྱིས་གསོལ་བ་བཏབ་པས་གི་ངོ་ན་ལུ། ས་གནས་བལ་བ་ཅིན། ཡུལ། ཝཱ་ར་ནཱ་སི་གྲང་སོ་ལྷུང་བ་རི་དྭགས་ཀྱི་ནགས་ཚལ་ན་ལུས། དུས་བལ་བ་ཅིན། ཟླ་བ་དྲུག་བུས་ཀྱི་ཚེས་བཞི་ལོ། འཁོར་ལོ་ལྔ་ལྡན་བཟང་པོ་དང་ལྷ་བརྒྱད་ཁྲི་གཙོ་བོར་བཅུ་བུས་ཀྱི་གདུལ་བྱ་འདི་སུ་ལུ་ཆུའི་བདུད་ལས་སྡེ་སྣོད་ལྷག་པ་ཚེ་སྤྲིན་གྱིས་བརླབས་པ་ལས་བརྩམས་འདུས་པའི་བཀའ་དང་པོ་བདེན་པ་བཞིའི་ཆོས་རྒྱུད་འཁོར་ལོ་འདི་བསྐོར་གནང་ནམ་ཨིནས། ཆོས་འཁོར་གཉིས་པ་འདི་ས་གནས་རྒྱལ་བའི་ཁབ་བྱ་རྒྱལ་ཕུམ་པའི་རི་ལུ་འཁོར་རོ། ཐུན་མོང་དང་ཐུན་མོང་མ་ཡིན་པའི་འཁོར་རོ་འདི་སོ། ཆུའི་མདོ་སྡེ་འདི་ནི་སེམས་ཀྱི་བསླབ་པ་ལས་བརྩམས་ཏེ་བའི་ཀ་བར་པ། མཚན་ཉིད་མེད་པའི་གིས་ཆོས་ཀྱི་འཁོར་ལོ་འདི་བསྐོར་རོ་གནག་སྣབས་ཡིན། ཆོས་འཁོར་གསུམ་པ་འདི་རི་མ་ལ་ཡ་དང་རྒྱལ་གྱི་ཡུལ་སའི་མ་ངེས་པའི་གནས་སུ་ནང་འཁོར་རོ་འདི་ཐུན་མོང། མ་ཡིན་པའི་དཀྱིལ་འཁོར་རབ་འདི་གསུངས། ཆོས་འདི་སྨྱོན་པའི་སྡེ་ནས་ཤེས་རབ་ཀྱི་བསླབ་པ་ལས་བརྩམས་ཕྱིན་ན། ངེས་དོན་སྙིང་པོའི་མདོ་སོ་ཁམས་ཀྱི་རང་བཞིན་བསྟན་པའི་དེ་ཆུད། ཐག་ར། ལྷོ་ཕྱོགས་དཔལ་ལྡན་འབྲས་སྤུངས་ཀླུ། གདུལ་བྱ་རྒྱལ་པོ་ཟླ་བ་བཟང་པོ་ལ་སོགས་པའི་ཀྱི་ལས་ཅན་གྱི་འཁོར་འདི་སུ་ལུ། སྡེ་སྣོད་བཞི་པ་གསང་སྔགས་འབྲས་བུ་ཀྱི་ཆུས་བརྟན་པར་མཛད་དུས་པའི་བཀའ་ཐ་མ་ལེགས་པར་རྣམ་པར་ཕྱེ་བ་སའི་ཧུད་དོན་དམ་རྣམ་པར་ངེས་པའི་ཆུ་ཁྱུད་འཁོར་ལོ་དཔག་ཏུ་མེད་པ་རྣམས་འཁོར་བར་མཛད་ན་ཡིན། ད་རེས་ཟླ་བོ་དྲུག་པའི་དགེ་ཚེས་བཞི་ལོ་སངས་རྒྱས་ཀྱི་གསུང་སྣང་མེད་ཀྱི་ཆུས་བདེན་བཞིའི་ཆོས་འཁོར་བསྲེ་བ་ན་བདེན་པ་བཞི་ཟིན་མོད་དེ། སྡུག་བསྔལ་འཕགས་པའི་བདེན་པ། ཀུན་འབྱུང་འཕགས་པའི་བདེན་པ། འགོག་པ་འཕགས་པའི་བདེན་པ། ལམ་འཕགས་པའི་བདེན་པ། བདེན་པ་བཞི་སྟེ་ནི་བའི་ཞབས་པད་དང། སངས་རྒྱས་ཀྱི་དམ་པ་ར་ག་ཅི་སོ་ནུ་གོ། སྡུག་བསྔལ་འཕགས་པའི་བདེན་པ་སྟེ། དེ་སེམས་བསྐྱེད་དེ་སུ་ལུ་ངོ་སྤྲོད་ན་ན་པིན། དེ། ང་ཅག་ར་གི་ཤེས་སྒོ་བདེ་ག་ཅི་མོ་ཟེ་བ་ཅིན་ང་ཅག་ག་ཅི་བས་ཀྱི་ཆུའི་བས་སྒོ་མོ། ཆུའི་སྦས་སྐོར་མི་དེ་སངས་རྒྱས་ཀྱི་དོན་དག་ལས་མིན། ཆུའི་སྦས་སྐོར་མི་དེ་ང་ཅི་རང་ཆགས་ཆབ་གང་རང་ཁམས་གསུམ་འཁོར་བ་ན་ལོ། འགྲོ་བ་རིགས་དྲུག་གི་གནས་སོ་སོ་ན་ལོ། རིགས་དྲུག་སོ་སོ་གི་སྡུག་བསྔལ་ཚད་མེད་པ་ཅི་ང་ཅི་རང་ཆགས་ཆབ་གང་རང་ལུས་མྱོང་དུས་པས་ཡོད། འང་ནི་ང་ཅི་གིས་མྱོང་དུས་ཡོད་པའི་གི་སྡུག་བསྔལ་དེ། རྒྱུ་དང་རྐྱེན་མེད་པ་བྱུང་ཆུབ་རྩ་ལས་རང་མིན། འང་ནི་ང་ཅི་གིས་མྱོང་དུས་ཡོད་པའི་གི་སྡུག་བསྔལ་དེ། སངས་རྒྱས་ཀྱི་དངས་མ་ར་སྡུག་བསྔལ། སྡུག་བསྔལ་ཤེས་པར་བྱ་བ། ཁམས་གསུམ་འཁོར་བ་ན་འགྲོ་བ་རིགས་དྲུག་གི་གནས་དྲུག་ཡོད། རིགས་དྲུག་གི་གནས་དྲུག་ན་ལུས་རིགས་དྲུག་སོ་སོ་གི་སྡུག་བསྔལ་ག་དེ་བས་སྡུག་གོ། དོ་ཏོ་ང་ཅག་ར་མི་ལུས་གསུམ་གཅིག་པའི་ས་ཕྱི་རུ། སྐྱེ་བའི་སྡུག་བསྔལ། རྒས་པའི་གི་སྡུག་བསྔལ། ན་བའི་གི་སྡུག་བསྔལ་འཆི་བའི་སྡུག་བསྔལ། སྡུག་བསྔལ་གི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཆགས་པ་འདུ་བྱེད་ཀྱི་སྡུག་བསྔལ། གཉེན་བྱམས་པ་དང་བྲལ་ཡི་སྡུག་བསྔལ་དགྲ་སྡུག་པ་དང་ཕྲད་པའི་གི་སྡུག་བསྔལ་མི་འདོད་པ་མཐོང་ལུགས་བར་པའི་སྡུག་བསྔལ

ཤེས་བསྒོ་བས་དང། ཨ་ནི་ཀའི་འབྲུའི་སུམ་པའི་སྡུག་བསྔལ་སེམས་མི་དེ་ང་ཅི་རག་གིས་ཤེས་བསྒོ། སྡུག་བསྔལ་ཤེས་ཤིམ་ན་ལས་ཧཱུྃ་སྡུག་བསྔལ་དེ་བསྒོ་ར་མི་བསྒོ་བས། ནི་དེ་བསྒོ་ར་མི་བསྒོ་བས། ཏེ་ནི་བདུད་ཀྱི་ནི་དེ་བསྒོ་ར་མི་བསྒོ་བས་སེའུ་ན་ལུ། ཏེ་ཨ་ནི་ནི་བདུད་ཀྱི་རྒྱུ་འདི། ཏེ་དྲུང་མཚོ་ལུས་སྟེང་ཤིན་ན་ནི་བདུད་ཀྱི་རྒྱུ་འདི་མྱུར་འཛིན་སྦས་ཏེ་པས་ནི་ཀྱི་རྒྱུ་འདི་སྤང་མི་མེད་ན། པས་ཨ་ནི་ཀའི་འབྲུའི་སུམ་པས་དེ་ལས་སངས་རྒྱས་ཀྱི་སྐྱོན་ཅུང་སྤང་བ་ར་བྱ་བ་སེ་གསུངས་འདི་བོད་ཡུལ་པས་དང། ཏེ་སྐྱོན་ཅུང་ཟད་མེད་དེ་ཁ་ཅིག་མོ་ཟེར་བ་ཅན་སྡུག་བསྔལ་གྱི་རྒྱུ་ལས་བདག་ཉིད་མོ་བ་དེ་ལུས་སྐྱོན་ཅུང་ཟད་སླ་བས་དང་ཡང་ནི་སྡུག་བསྔལ་གྱི་རྒྱུ་དེ་ཁ་ཅིག་ལས་བྱུང་མོ་ཟེར་ན་རྒྱུ་ལས་བདག་ཉིད་མོ་བ་དེ་སྤང་དག་པ་ཅན་འབྲས་བུ་སྡུག་བསྔལ་དེ་འབྱུང་གོ་ར་མེད་འབྱུང་ར་མེད་བྱུང་འབྲས་བུ་སྡུག་བསྔལ་གྱི་རྒྱུ་མེད་པ་འབྲས་བུ་ག་དེ་བས་བྱུང་ནས། དང་ནི་འབྲས་བུ་སྡུག་བསྔལ་གྱི་རྒྱུ་ཀུན་འབྱུང་ལས་བདག་ཉོན་མོངས་པ་འདི་སངས་རྒྱས་ཀྱིས་སྤང་བར་བྱ་བ་ཀུན་འབྱུང་སྤང་བར་བྱ་བ་ངོ་སྤྲོད་པའི་དེ་བུ། དང་ནི་སྡུག་བསྔལ་དེ་ང་ཆེ་ལུས་དྲི་མ་གཟུགས་ཏེ་རྫུས་མ་གཟུགས་བོད་ཀྱི་སྡུག་བསྔལ་ཅི་མྱོང་འདི་འོམ་ན་ང་ཆེ་གི་དྭངས་མ་ར་སྡུག་བསྔལ་གྱི་རྒྱུ་འདི་ཉོན་ཟིན་གོ། དེ་སྡུག་བསྔལ་གྱི་རྒྱུ་འདི་ནི་སངས་རྒྱས་ཀྱིས་ཀུན་འབྱུང་ཡིན་ཟེར་ལས་བདག་ཉོན་མོངས་པ་ཡིན་ཟེར་ངོ་སྤྲོད་བྱ་བ་དེ་བས་བྱ། ཀུན་འབྱུང་ལས་བདག་ཉོན་མོངས་པ་འདི་སྤང་གོ་ཟེར་དཀར་ནག་གི་སྦས་ཡུལ། དཔེ་བྱ་བ་ཅན་ཉིད་སྟེགས་ཀྱི་ན་ཚ་སྟེགས་ཀྱི་ཟུར་འདི་སྦས་རག་མ་བསུབ་ན་ན་ཚ་སྟེགས་ཀྱི་རྒྱུ་འདི་ག་ཅི་ཡིན་ནང་གསེས་ཚུལ་ཤེས་ན་སྟེ་དེ་ལན་ན་ཚ་སྟེགས་ཀྱི་རྒྱུ་ཉིད་བཞི་སྟེ་ཕ་སྤང་སྨེ་མེད་ན་སྟེ་དཔེ་ཨང་ཉིད་ཀྱི་འབྲུ་གསུམ་སྦས་ཏེ་སྡུག་བསྔལ་གྱི་རྒྱུ་ཀུན་འབྱུང་ལས་ད་ཉིན་མོ་བ་འདི་ཕ་སྤང་ཀོ་ཧུ་སེ་སངས་རྒྱས་ཀྱི་དེ་བས་དཀར་ནག་གི་སྦས་ཡུལ། ད། ནེབ་སྡིག་གི་ན་ཚ་སྡིག་གི་རྒྱུ་ནི་བཞི་སྟེ་ཕ་མེས་པ་བཟོ་ཁོབ་འབྲོག་སྤྱི་པའི་བ་ཅིན་ཁ་སྤྱི་པའི་ཁོ་བའི་གོ། དེ་ནི་བཞི་སྟེ་ཕ་མེས་བཟོ་ཁོབ་འབྲོག་སྤྱི་པའི་བ་ཅིན་ཏེ་དེ་ལན། དྲུང་སོ་ལུས་བརྟན་ཤིང་ནག་པའི་སྨན་ནི་ཟ་ཤིང་ནག་སྟེ་སྨན་ཚུལ་དང་མཐུན་པ་པའི་ཟ་ཤིང་ནག་སྨན་སྡིག་གི་ན་ཚ་སྡིག་གི་རྒྱུ་ནི་བཞི་སྟེ་ཕ་མེས་པ་བཟོ་སོ་དུག་ཡོད་པའི་དཔེ་ཨ་ནི་གྱི་འབྲུས་བཟུང་པའི་སྡུག་བསྔལ་གྱི་རྒྱུ་སྡིག་ཀུན་འབྱུང་ལས་བདག་ཉིད་སྨོས་པ་ཡིན་མོད་ཀུན་འབྱུང་ལས་བདག་ཉིད་སྨོས་པ་དེ་ང་ཆེ་ལུགས་ཡུལ་ཉིད་དེ་ཀྱི་དེ་ཀའི་ལས་ཉོན་གྱི་རྒྱུ་ལས་རྟེན་འབྲས་བུ་སྡུག་བསྔལ་དེ་ཉོན་པོ་ཡིན་པས་དང་འབྲས་བུ་སྡུག་བསྔལ་དེ་མ་འགོག་ན་ལུགས་དེའི་རྒྱུ། ཀུན་འབྱུང་ལས་ཉོན་དེ་སྤང་འགོག་ཡག་སྲིད། ད་ཀུན་འབྱུང་ལས་ཉོན་དེ་ག་ཅིག་གིས་སྤང་ཉིད་ན་ཟེའུ་ན་ཉིད་དེ། སྨན་གྱིས་སྤང་དུ་ཡི་འབྲུའི་ཟུམ་པའི་ཀུན་འབྱུང་ལས་ཉོན་དེ། དེ།

ང་ཅི་ར་ཡི་ནུས་ཚོད་དང་བསྟུན་ཉམས་སུ་ལེན་པ་ལས་བསྟན་འདུས་པས་ཀྱི་ཆོས་དེ་གི་ནུས་པ་དེ་གི་ཆོས་དེ་གཉེན་པོ་ཡིན་དེ་གི་ནུས་པ་དེ་གི་འཇུག་གི་འབྱུང་ལས་ཉན་དེ་འཕགས་པའང་སྦྱོར་དུ་ཡོད་པས་དང། དེ་པས་ནི་དེ་གི་སངས་རྒྱས་ཀྱི་སྡུག་བསྔལ་གྱི་འཇུག་གི་འབྱུང་ལས་ཉོན་སྤོང་ཡིན་གྱི་གཉེན་པོ་དེ་ལམ་པས་ནི་དེ་གི་ལམ་འཕགས་པའི་བདེན་པ་སེ་སྟེ། སྨན། སྔ་ཕྱི་ར་ལུགས་སྒྱུ་ལུས་བསྟན་དོན་ཡུལ་དུས་གསུམ་པའི་ལམ་འཕགས་པའི་བདེན་པ་སྟེ་སྒྱུ་ལུས་བསྟན་པར་བྱ་བ་དབྱིངས་སེ་ལམ་འཕགས་པའི་བདེན་པ་དམ་པའི་ཆོས་འདི་སྔ་ཕྱི་ར་གྱི་ཉམས་སུ་ལེན་གོ་སེ་སངས་རྒྱས་ཀྱི་ཨ་ནི་པའི་ངོ་སྤྲོད་ཆབ་དེ་བས་བྱ་ཡིན། ད་སྨན་འདི་སྔ་ཕྱི་ཀྱི་ཚུལ་དང་མཐུན་པ་བས་ས་ལུང་སྤྱོད་པའི་བུམ་ནང་སྟེ་ནི་གྱི་རྒྱུ་འདི་སྟེ་མེད་པ་བཟོ་ཡི་གང་ལས་འབྲས་བུ་ཉིད་ལས་བྱུང་མི་དགེའི་འབྲས་བུ་ན་ཚ་དེ་མི་བྱུང་མེད་མེད་ན་དེ་ན་ཚ་མེད་པའི་གཞི་དེ་དེ་ཐོབ་བཟོ་བས་མེད་ན་དཔེ་ཨ་ཉིད་ཀྱི་འབྲུའི་བཟུང་བས་སྨན་དང་འདྲ་བས་ཀྱི་ཆུ། ལམ་དེ་ང་ཅད་ཀྱི་ཉམས་སུ་ལེན་མི་གང་ལས། དེ་ཉིད་དང་འདྲ་བས་ཀྱི་ཀུན་འབྱུང་ལས་ཉིད་འདི་འཕགས་སྤང་འབྱུང་ན་ལུ་འཇུག་ཀུན་འབྱུང་ལས་ཉིད་མེད་པའི་གང་ལས། དེ་འབྲས་བུ་སྡུག་བསྔལ་དེ་འཕགས་གཞི་དེ་བས་དེ་འགོག་པ་འཕགས་པའི་བདེན་པ་བསལ་འགོག་པ་དེ་བས་ཀྱི་གནས་དང་འདྲ་བ་དེ་དེ་ང་ཅད་ཀྱི་ཐོབ་དུས་འོང་མི་གང། ཐར་པ་དང། ཐམས་ཅད་མཁྱེན་པ་རྫོགས་པའི་བྱང་ཆུབ་ཀྱི་གོ་འཕགས་སེམས་མེད་ཀྱི་གཞི་བདེ་སྟེ་དེ་ང་ཆེ་ལོ་ཐོབ་རྡོག་གཡོ་བའི་ངང་ཉིད་པས་ཉི་ཟླའི་གེགས་སངས་རྒྱས་ཀྱི་ཟླ་བ་དྲུག་པའི་གེགས་ཚེས་བཞི་ལོ་ཆོས་འཁོར་དང་པོ། བདེན་པ་བཞིའི་ཆོས་ཀྱི་འཁོར་ལོ། སྡུག་བསྔལ་ཤེས་པར་བྱ་བ། ཀུན་འབྱུང་སྤང་བར་བྱ་བ། འགོག་པ་ཐོབ་པར་བྱ་བ། འགོག་པ་འཕགས་པའི་བདེན་པ་སྟེ་གཞི་བདེ་དེ་ཉིད་ཐར་པ་དེ་ཉིད་ང་ནི་ཐོབ་བྱ་ཡིན། ལམ་རྒྱུད་ལ་བརྟེན་པར་བྱ་བ་སའི་ལམ་འཕགས་པའི་བདེན་པ་དེ་ང་ཅི་ར་གི་རྒྱུད་ལུགས་ཆོས་འདི་ཡིན་སྙམ་སུ་ལས་གཉིས་ལེན་པར་བྱ་བ་གཉིས་སའི་བདེན་པ་བཞིའི་ཆོས་སངས་རྒྱས་ཀྱི་ཨ་ནི་པའི་གསུང་སྣ་ཡི་སའི་ཞུ་བ་སངས་རྒྱས་ཀྱི་དེ་ཟླ་བ་གྲུབ་པའི་ཚེས་བཞི་ལོ་ཆུ་ཁྱུད་འཁོར་ལོ་བསྐོར་བ་ལས་དགུ་བཟུང་ཆོས་འཁོར་རིམ་པ་གསུམ་གསུངས་ན་དེ་ལས་འཇའ་གར་སྣ་ལུ་སྟེ། འཕགས་པའི་གནས་བརྟན་བཅུ་དྲུག། བརྟན་པའི་གཏན་རབས་བདུན། དགེ་འཁྲུགས་ཆོས་ཉིད་ལ་སོགས་པའི་དགེ་སྤེལ་འབྲས་རྟགས་བསམ་གྱིས་མི་ཁྱབ་པ། གྲུབ་ཐོབ་བརྒྱད་ཅུ་རྩ་བཞི་ལ་སོགས་པའི་གིས་ཏེ་རྒྱ་གར་གྱི་དཔེ་འདི་ལྟ་སྟེ་སུ་གྲུབ་ཐོབ་སྟེ་སུ་གི་པའི་ཆོས་དེ་རྒྱ་གར་ན་དཔེ་དེ་ལེགས་པའི་རིམ་པ་བཞིན་དུ་ལོ་ཙཱ་བ་དེ་སུ་གི་བུའི་ལུས་རྒྱུགས་དེ་ལས་རིམ་པ་བཞིན་དུ་ང་ཅཱ་ར་གི་ལྷོ་མོན་ཁ་ཤས་ཀྱི་ལྗོངས་འདི་ན་ལོས་ཏེ་ཨུ་གིན་གུ་རུ་རིན་པོ་ཆེ་དང་དཔལ་ལྡན་སྒྲུབ་པ་ཞབས་དྲུང་རིན་པོ་ཆེ་ཏེ། རྗེ་མཁན་ཁྲི་རབས་དང་པོ་ལས་ཁྲི་རབས་བདུན་བཅུ་པ་ཚུན་ཚོད་ཀྱི་ཏེ། མཁན་སློབ། ཁྱབ་པ་དང་གྲུབ་པ། མཁན་སྤྲུལ། འདི་སུ་ཀྱི་བཀའ་དྲིན་ལས་བསྟན་ཞེས་ན་དོ་དོ་ཚོན་ཚོན་གྱིས་གནང་སྐོར་སངས་རྒྱས་ཀྱི་བསྟན་པ་མ་ཉམས་པ་ཡུལ་ད་ན་ལས་ཕ་ཡས་སངས་རྒྱས་ཀྱི་བསྟན་པ་འདི་ཡུལ་རིམ་པས་གནས་སྐོར་སྒྲུབ་བྱེད་འབད་པ་ཅིང་ང་ཅི་ར་ཆག་ཆབ་ཁ་ར་ལུག་སངས་རྒྱས་ཀྱི་བསྟན་པ་དང་དུས་དང་དད་པ། དེ་ལས་སངས་རྒྱས་ཀྱི་བསྟན་པ་འདི་ལུག་དེ་ཅི་སྟེ་འདི་སུ་མགུ་འུ་ཟེར་དེ་ང་ཅ་ར་ག་ར་གི་སངས་རྒྱས་ཀྱི་བསྟན་པ་ལུ་ཅི་སྟེ་སྐྱེས་སངས་རྒྱས་ཀྱི་བསྟན་པ་དེ་ང་ཅ་ར་ཆ་ཆབ་ཀྱི་སེམས་ཐུགས་ལུ་སྐད་བསྡུས་པས་ཉམས་སུ་ལེན་བས་བའི་བ་བཞིན་དོ་རེ་ན་ལ་ཕ་ལོ་སྟོང་ཕྲག་སྟོང་ཕྲག་པའི་འཇིག་རྟེན་ན་སངས་རྒྱས་ཀྱི་བསྟན་པ་དེ་མ་ཉམས་པ་འདུས་འུ་ཟེར་དེ་སངས་རྒྱས་ཀྱི་བསྟན་པ་དེ་མ་ཉམས་པ་ཡོད་བྲོ་གཅིག་པའི་བ་བཞིན་ཏེ་ཐིག་གི་འབྲས་བུ་དེ་ག་ཅི་མིན།

དུས་གཞན་དེའི་སྣ་ལུ་ལྔ་ཅན་ར་གི་སྟེ། ཕྱག་དང་བསྐོར་ར་གནས་བསྐོར་སྐྱབས་གཉིས་འདི་སོ་ཡི་ཁ་ཕྱི་ཡི་ཁ་ལུ་ལྷག་པ་ར་ཏུ་སྟོན་པ་རྫོགས་པའི་སངས་རྒྱས་ཤཱ་ཀྱ་ཐུབ་པ་ལུ་བཀའ་དྲིན་རྗེས་སུ་དྲན་འདི་བས་ཏེ་ཁུག་གི་ཚེ་སྔགས་འདི་སུ་སྟེ་བུམ་བུམ་པའི་སྲབ་ཤིང་ན་སྟེ། སྤྱིར་གྱི། འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱི་ལས་ཉིད་བདེ་སྐྱིད་འདི་སུ་དག་འདི་བས་ཏེ་གནས་སྐབས་ཐུགས་རེ་ཅི་ཡོད་འདི་མདུན་ཐག་ཏུ་རྫོགས་པའི་བྱང་ཆུབ་ཀྱི་གོ་བ་ཐོབ་པའི་དགེ་འདུན་རུ་ཐུགས་མན་སྣ་འགུགས་ལྷག་པ་ར་ཏུ་སྟེ་ཆོས་ལྡན་གྱི་རྒྱལ་ཁབ། སྔོན་ཕྱི་རག་གི་རྒྱལ་ཁབ་འདི་དེ་ཆོས་སྲིད་གཉིས་ཀྱི་ཆབ་སྲིད་ཆོས་དབྱིངས་ཀྱི་སྣང་བ་མངའ་བདག་ཡབ་སྲས་འདི་སུ་སྐུ་ཚེ་བསྐལ་བརྒྱར་བཞག་པའི་རྟེན་མཛད་པ་ཕྲིན་ལས་དག་ཞིང་རྒྱས་འདུས་པའི་དེ་དག་ཐོས་མཚོན་ཚོའི་ནང་ཀོའི་དབང་ཕྱུག་རྒྱུད་འཛིན་གྱི་དགེ་བཅུའི་འདི་སུ་ཀའི་རྒྱལ་ཁབ་ཆོས་བཞིན་དུ་བསྐྱངས། མི་ཀ་ཕྲིན་ལས་ཏེ་སྔ་ཕྱི་ར་ཡི་རྒྱལ་ཁབ་འདི་ན་ལུ་སངས་རྒྱས་ཀྱི་བསྟན་པ་མདོ་སྔགས་ཡོངས་སུ་རྫོགས་པ་མ་ཉམས་པ་ཡུལ་མི་དེ་དེ་ཀའི་ཀ་ཕྲིན་ཉིད་དོ་རེངས་ན་ལ་ཕམ་དབང་ཕྱུག་རྒྱུད་འཛིན་གྱི་དགེ་བཅུའི་འདི་སུ་ཀའི་རྒྱལ་ཁབ་ཆོས་བཞིན་དུ་བསྐྱངས་འདུས་པའི་དེ། ཕོ་ཆེ་ར་གི་རྒྱལ་ཁབ་ན་ལུ་ཁྱུའི་སངས་རྒྱས་ཀྱི་བསྟན་པ་དེ་དར་ཞིང་རྒྱས་བཅུག་སྲིད་དེ། འཇིག་རྟེན་གྱི་ཁམས་ཐམས་ཅད་ན་ལུ་འབྱུང་བཞི་ཀྱི་འཁྲུགས་རྩོད་དུས་སུ་མ་བྱུང་སྟེ། རྒྱལ་ཁྱིམ་བར་ཆད་ཤིས་དུས་ཞི། ཚེ་དང་བསོད་ནམས་དུས་སུ་རྒྱས། དེ་མཐར། རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ཐོབ་བོད་ཀྱི་རྨི་ལམ་གྱི་མཚམས་སྦྱར་ཡོད་ཀྱི་དུས་འདི་ད་རེས་ཀྱི་དུས་ཆེན་པོ་འདི་ལོ་དབྱིན་སི་ཞུ་ཉིན་ཟླ་དུས་སུ་གངས་ར་ཐུགས་ཁ་བཞག་ཤིམ་ལས་ང་ཅི་ར་བྱ་ཆབ་ཀྱི་ད་རི་ལས་དགོས་ཚུལ་འདུས་པས་དེ་སྐྱོན་ཆོས་གསུམ་རང་གི་ལྕགས་བརྡ་གྱོན་པའི་རྟེན། ཆོས་འདི་ལུས་ཁས་བླངས་དམ་བཅའ་བརྟན་པོ་གཅིག་ཕུལ། དེ་ཆོས་ཉམས་སུ་ལེན་ནས་འདི་ལུས་བརྩོན་པ་རྒྱ་ཆེར་བྲབ་པའི་སྐད་བཞིན། དེ་འཇིག་རྟེན་གྱི་ཁམས་ན་ལུས་སངས་རྒྱས་ཀྱི་བསྟན་པ་དེ་ཡུན་རིང་དུ་གནས་པའི་གྱི། དེ་ཐབས་སངས་རྒྱས་ཀྱི་བསྟན་པ་ཡུན་རིང་དུ་གནས་པའི་གྱི། དེ་སེམས་ཤུགས་རང་རང་སོ་སོ་པའི་ཁ་ཐུག་ལས་པའི་སྙིང་སྟོབས་སྐྱེད་དེ་བས་དེ་རྫས་སྣ་འགོག་འོད་གསལ་ཤུགས་ནི།